ད་སོ་སོ། དེ་དང་ཅིག་མི་ཚེ་གཅིག་ལ་ཡང་ལུས་གཅིག་སྐྱེ་བ་གཅིག་མ་གཏོགས་ཡོད་མ་རེད་ད་སྐྱེ་བ་གཅིག་པུ་དེ། འདོད་ནས་རེད་མ་འདོད་ནས་རེད་མི་ལུས་གཅིག་བླངས་ཚར་རེད་ཚེ་གཅིག་བླངས་ཚར་རེད་ད་ཚེ་བླངས་པ་དེ། རྒྱུ་དངོས་པོ་ཡོད་པ་གཅིག་གོ་གི་མི་ཚེ་སྐྱིད་པ་ལ་ཧ་ལས་མི་ཚེ་སྐྱིད་པ་ལ་གདེང་ཁ་གི་མི་འདུག་ག་རྒྱུ་ཡོད་མཁན་གྱི་མི་མང་པོ་སེམས་མ་སྐྱིད་པ་ཞིག་བསྡད་གི་འདུག་ག་རྒྱུ་ཡོད་པའི་རྐྱེན་བྱས་ནས་དགྲ་དམན་པའི་མང་པོ་ཟུག་གི་འདུག་ག། རྒྱུ་ཡོད་པའི་རྐྱེན་བྱས་ནས་མི་ཚེ་ཕྲག་ལ་མང་པོ་འགྲོ་གི་འདུག་ག། རྒྱུ་དངོས་པོ་གཅིག་པོ་ལས་ཡང་མི་ཚེ་སྙིང་པོ་མ་རེད་པ། གཅིག་ད་ག་ནང་བཞིན་གྱི་ཚུལ་སྲིད་དེ་དང་ཐོབ་གོ་ས་དང་གཅིག་དབང་དང་གཅིག་སྟོབས་ཤུགས་སྲིད་དེ་དེ་ཡང་མི་ཚེ་སྙིང་པོ་གཅིག་མི་འདུག་ག། དེ་འདྲ་ཡིན་པ་ཡིན་དུས་མི་ཚེ་སྙིང་པོ་སྲིད་དེ་དེ།

རང་གཅིག། རང་བཞིན་གྱི། མདོར་ན་བའི་སྲོག་ཆགས་ཆེ་སྲོག་ཆགས་རང་གཅིག་བྱ་བྱེའུ་ཚུན་ཆད་ལོ་པོ་གང་དང་བག་ཕེབས་པ་ཞིག་ཡོང་ཐུ་ཡག་ཅིག་ཏུ་ཏན་ཏན་འདུག་བ། ས་དེ་རིགས་ཡིན་པ་ཡིན་དུས་ཚ་ནས་འགའ་རང་ཚོས་གསོན་པའི་མི་ཚེ་དེ་ལ་ཡག་ཅིག་གཤིས་ཀ་ལྷ་མོ་དེ་ལ་དུག་སེལ་ཕྱི་བལྟས་ཤིག་བསློག་ཡོང་དུས། ངའི་མི་ཚེ་དེ་མི་ཚེ་བཟང་པོ་ཞིག་སྐྱེལ་རྒྱུ་ཞིག་བསམ་པ་བྱུང་ན་ཤི་བའི་ཉིན་མོ་དེ་བློ་བདེ་ཤོས་ཡོང་གི་རེད། ཤེས་རིག་ཉུང་དལ་ཡ་ཕྱི་ལྟས་ཤིག་བློ་རིག། ད་ངས་མི་ཟིག་དེ་པད་དེ་གཡོ་སྒྱུ་ཁྲམ་པ་ལ་སྐྱེལ་བྱས་ད་དངུལ་བསགས་པ་ཡིན་དེ་ད་དངུལ་གྱི་ནི་ཕན་ཐོག་མི་འདུག་ད་གཡོ་སྒྱུ་ཁྲམ་པ་དེ་འདྲ་ཞིག་བྱས་བྱས་ད་ངས་མི་ཟིག་སྐྱེལ་ར་དེ་ད་ཇབ་ཁྱོད་ལ་བྱུང་བ་བསམ་པ་ཞིག་འགལ་བའི་ངང་ལ་ཤི་རྒྱུ་ཡིན་པ་རྒྱ་ཆ་རྒྱ་ར་བ་ཐག་ཆོད་པ་རེད་སྐྱེལ་བ་ངོ་ཅི་གལ་ལགས་ནས་མ་ལགས་ནས།